འོང་ལགས་སོ། ད་ངས་འདི་ནས་མ། འཛིན་གྲི་རྒྱལ་པོ་ཚོ་ལ་ཡང། ད་ལྟ་འོག་ཐོག་ནས་མ་ཅིག་ཞུ་གི་ཡིན། རེ་བ་ད་འདི་ཡིན། ངས་ད། འཛིན་གྲི་རྒྱལ་པོ་ཚོ་ལ་ད་ག་རང་གཅིག་པུ་ཅིག་ཀྱང་ང་ད་འདུག་གུ་བ། དྲ་ཐོག་ལ་འགྲོ་གི་ཡོད་པ་ཡིན་ཙང། མཉམ་དུ། རྒྱལ་བའི་ཆིངས་བཞག་ན་གསུངས་གི་འདུག་ཨ་ནི། རྒྱལ་བའི་ཨ་ཕ་ཚོ་ཕ་ཚོ་རྒྱུད་བསྐུལ་བྱས་ནས་འདི་ཉན་རོགས་གནང། ད་གལ་སྲིད་ང་ཚོ་འཛིན་གྲི་འཚོ་བའི་སྐབས་ལ་ཡ་ད་འདྲ་རེད། དཀའ་གནད་སེལ་བའི་མེ་ལོང་ལས་གར་ཆེན་པོ་རེད་ཟེར་ནས་འཛིན་གྲི་བརྒལ་བའི་ནང་ལ་ཡ། རྟགས་འཇུག་གི་ནང་ནས་ཨ་ནི། ཡི་གེ་སྤྱིའི་རྟགས་དབྱེ་བ་ཟེར་ཏེ་གལ་སྲིད་ང་ཚོ་བདུན་ཕྲག་ཁ་ཤས་ཆེ། གུང་གསེང་ནས་ཚུལ་བླ་བྲེ་ཚོགས་ཤུལ་སྤོ་རུ་དེ། ཡི་གེ་སྤྱིའི་རྟགས་དབྱེ་བ་དེ་ཕྱིན་ཚར་ཡིན་པ། ད་ད་རེས་སྐབས་སུ་བབ་པ་ང་ཚོ་གར་འགྲོ་གི་ཡིན་པ་ཟེར་ན་སྔོན་འཇུག་རྟགས་དབྱེ་བ་འཇུག་སྔོན་འཇུག་རྟགས་དབྱེ་བ་དང་འཇུག་ཚུལ་ཟེར་ཡི་དུ་འགྲོ་གི་ཡིན།

ག་དུས་ནས་ཉོབ་བསྡད་ཡ་དེ། ཉོབ་སྣང་རེ་ཞིག་སྐྱེས་ཅེས་བསྡད་དེ་ཨ་ནི་བལྟ། གྲུང་པོ་གཅིག་རང་གཅིག་ཞལ་ལག་མཆོད་དུས་གྲུང་པོ་བྱས་དེ་མ་ཡིན་པས་ཨ་ནི་བལྟ། ག་དུས་ཡིན་ནས་སླེབས་པའི་ལེ་ལོ་བྱས་བསྡད་དེ་སྦྱོར་བར་ཉོབ་སྣང་བྱས་བསྡད་དེ་འདི་ལ་ཡང་སྒྱིད་ལུག་པའི་ལེ་ལོ་ཟེར། ད་ལེ་ལོ་གཉིས་པོ་འབྱུང་གི་རེད། ག་རེ་ལེ་ལོ་གཉིས་པོ་དེ་བྱ་བ་ཕྱི་ཤོལ་གྱི་ལེ་ལོ་ཟེར། བྱ་བ་ཕྱི་ཤོལ་གྱི་ལེ་ལོ་ཟེར་དེ་ག་རེ་ཟེར་ལབ་ཡིན་ན། འོ་ད་གསར་རྙིང་བྱེད་ཀྱི་ཡིན་གསར་རྙིང་བྱེད་ཀྱི་ཡིན་ཟེར་དེ་རེད།

བྱ་བ་ངན་སོང་གི་ལས་ལུགས་ཟིན་ཞོར་རེད། ད་འདི་མི་རྒན་པ་སྙན་མ་དང་མི་རྒན་པོ་ཚོ་ལས་ཞི་དྲག་དང། ཤོ་རྩེ་དགོས་བྱུང་ན་ད་ཉི་མ་གང་མཚན་གང་རྩེ་དགོས་བྱུང་ནས་ལས་ཀ་ལས་ཁ་ཡ་བྱས་མེད་དེ། ང་རང་ཚོ་སྤུ་གུ་ཚོ་དག་རེད་ལྟད་མོ་ཅིག་ལྟ་ཡ་བྱུང་སོང་ན་ད་ཉིན་མཚན་འདྲེས་ནས་ལྟ་ནས་ལས་ཀ་ལས་ཁ་ཡ་མེད་དེ། ལྟ་སློབ་ཚན་སོར་གཅིག་སྐར་མ་ཁ་ཤས་གཅིག་གསུམ་ལམ་ཡང་ཉོབ་སྣང་ལས་འགྲོལ་སོགས་བྱ་བ་ངན་པ་ཇི་རིགས་དང་དེ་བྱས་ནས་གྲུབ་འབྲས་ངན་པ་ཅིག་ལས་ཐུགས་འགོ་མར་ཏེ་འདི་ལས་པེ་པེ་རྫུན་དུ་སྐྱེལ་མ་སོང་ཡུལ་དོ་ཅོག་བྱས་ནས་ད་བརྩོན་འགྲུས་དུ་སྐྱེལ་མ་སོང་བས་ཤུགས་ཆེན་པོ་ཞུ་ཅི་བྱས་བྱས་བསྡད་བསྡད་ཡ་ཅི་དོགས་འདི་ལ་ཡ་བྱ་བ་ངན་སོང་གི་ལེ་ལོ་ས་བྱ་བ་ངན་པའི་དབང་གིས་ཤོར་ནས་ད་ཁྱེད་རང་ལེ་ལོ་ཆེན་པོ་ལེ་ལོ་རེད་འདི་གལ་ཕན་གི་མ་རེད་བ་ད་མཐའ་མཇུག་བརྗོད་རེད་རང་ལ་བརྙས་པའི་ལེ་ལོ་བ་སེམས་ཤིག། རང་ལ་ཉེ་བའི་ལས་སློབ་ཚན་དང་ང་ཚོའི་སྤུ་གུའི་ནང་ལ་ཉེ་འདུག་བསལ་དུས་དེབ་མང་པོ་ཞུས་འདུག་འདིའི་འཕྲོ་བརླག་ཤུགས་ཆེན་པོ་ཞུ་ཐབས་མི་འདུག་ཕྱི་རྒྱལ་དང་རྒྱ་གར་དུ་ཚུར་ལས་ཡང་འདི་མི་འདུག་ད་སྤུ་གུ་གཅིག་ལས། ཁྱེད་རང་གཅིག་གཅིག་བྱེད་ཀྱི་ཡིན་པས་སོ་ཨ་ཡིན་དུ་མེད་ང་བྱེད་ཀྱི་ཡིན་ཟེར། དེང་ཕྱིར་གཅིག་གང་ལ་སྤུ་གུ་ཞིག་དོན་པ་ཡིན་ན་ལ་བཀོད་པས། ཚ་སྤུ་གུ་དོ་ཤས་སྤུ་གུ་དོ་གར་བྱས་ཡོད་པ་གང་གི་བྱེད་ཀྱི་འདུག་ཨོ་ད་འདི་ནང་བཞིན་གྱི་ད་ལྟའི་དུས་ནང་ལ་རང་ལ་ཉེ་བའི་ལས་སློབ་ཚན་དང་ང་ཚོའི་བོད་པའི་སྤུ་གུ་ཚོ་ག་རེ་ཡོད་རེད་ཟེར། དཔེ་ཆ་ཞིག། ཁང་ཚན་དགེ་རྒན་ཇོན་ཅེ། ཁྱེད་རང་ད་རིང་སྐྱོར་གཉེར་ཡིན་ད་ཡིན་ན་མ། སྐྱོར་གཉེར་འདི་ཁྱེད་རང་ཡིན་ད། ང་ཡུལ་དངོས་མང་རིག་རྒྱལ་ལང་ཁོའི་ཡུལ་མགོ་རིག་སི་ལ། སུ་སུའི་གོ་སྐབས་དུ་མི་ལ་སྤྲད་ཞིག་འདུག། གང་ཡིན་ཟེར་ན་ཁྱེད། རང་ལ་བརྙས་པའི་ལེ་ལོ་སུ། ཁྱེད་རང་ཁྱེད་རང་གི་ཐུབ་ཚོད་དང་ཞབས། ཨིན་ཇི་ནང་ཟིག་དོག་རེད། Insulting yourself། སུ་སུ་སུ Insult བྱེད། སུ་སུ་སུ་བེད་དེ། གར་སུ་རེད་ད། བརྙས་བཅོས་དང། མི་གཞན་པའི་བརྙས་བཅོས་བཏང་མར་ད། མི་ཁོས་འཇུག་གི་མར་ཁོ་ཞག་བཟོས་དགོས་ཡག་ཁུར་ཡོད་མར། སུ་སུ་རང་གི་མལ་བཟོས་ཞག་ད། དེ་འདྲས་དེ་འདྲས་བྱས་མི་ཚེ་ནང་གི་གོས་སྐུད་མང་པོ་བཞུ་ཅི་ཤོག་འགྲོ་གི་རེད་བྱས་ཙང་དེ་གས་གློག་ལ་འཇགས་པའི་ཐོག་ལ་ཡང་དེ་གས་ཏས་སྐུ་ཅིག་དེ་འདྲས་ལ་ཐོས་ན་ཐོས་པ་བྱེད་རོགས་གྱིས། ཏས་དེ་ལ་བསམ་བཏང་རོགས་གྱིས། ཨ་ནི་སྐབས་སོ་པའི་ང་ཚོ་ད་གར་འགྲོ་གི་ཡིན་པ་ཟེར་ན་སྔོན་ཇུས་བདག་གི་དབྱེ་བ་དང་ཨ་ནི་འཇུག་ཚུལ། ད་སློབ་ཚན་འདིར་ད་སྔོན་ཇུས་བདག་གི་དབྱེ་བ་དང་འཇུག་ཚུལ་ནང་ནས་ངས་རྩ་ཚིག་དུ་གས་ཁྱེད་རང་ཚོ་ལ་ཡོད་དེ་བང་ཆེན་འདི་སློབ་དེ་ད་གས་ན་ཡོད་དེ། རོ་དེ་འདི་ན་སྤྲོ། སློབ་ཚན་བཞི་པའང་དངོས་འཇུག། རྟགས་དབྱེ་བ་དུ་འཇུག་ཚུལ་བྲིས་འདུག་སྟེ། ཀ་ནས་གསལ་བའི་མེ་ལོང་ལས། ད་འདི་ན་ནི་ཡི་གེ་ག་བྲིས་ཡོད་རེད་ཟེར་ངས་ད་ནི་དེ་རོབ་ཏུ་བྲིས་བྱས་ཡོད། དངོས་འཇུག་ང་ཡི་བ་ཡི་བོ། ག་ད་མ་ནི་ང་མོ་ཡི་མ་ནི་ཤིན་ཏུ་མོ་ཡིན་ནོ། དེ་རྣམས་གང་ལ་གང་འཇུག་ན། བུ་ཡི་བ་ནི་ཀ་ཇི་ཏཱ། བུ་ཡི་བ་ནི་ཀ་ཇི་ཏཱ། ཙཀ་ང་ཆེ་ཉྭ་ཐ་ན། ཚ་ཤི་ཟ་ར་ཤ་ཟར་འཇུག།

དེ་ན་ངས་འདི་རེ་རེ་བྱས་ནས་འགྲེལ་བཤད་ཞིག་རྒྱབ་ཀྱི་ཡིན་ཨ་ནི་ཁྱེད་རང་ཚོས་ལྟ། ཡག་པོ་ཞིག་ཉན་ཨ་ནི་མ་རྩ་བ་བློ་ལ་འདྲུད་དུས་ཙང་ལས་བློ་བློ་སྐྱོར་བྱེད་དུས་ཙང་ད་ག་རང་བྱེད་རོགས་གནང། དང་པོ་དེ་ལས་གར་སི་ཀོ་རེད་ཟེར་ན་སྔོན་འཇུག་ལྔ་ཡི་བ་ཡིག་བོ་ཅེས་རེད། ད་ད་འདི་རེད་དོ། སྔོན་འཇུག་རྟགས་ཀྱི་དབྱེ་བ།

རོ། ཀ། ལབ་ཚུར་ན་ཨ་ནི་ཤུག་མ་ཐག་ལ་དེའི་འོག་དེ་སྒྲ་བབས་པོ་རེད་ཁ། ག། ང། ཅ། ཆ། བྱ། ཉ། ཏ། ཐ་ལྟར་ཨ་ནི་འདི་ལབ་བཤད་དུས་ཙམ་ལ་ཡང། སླད་ཕྱིས་སུ་ང་ཚོས་དེ་ཀ་ཅི་ལྟ་བ་ཙམ་ན་ཕོར་བདག་ལ་དུས་སྤོ་གོ་དེ་ལ་འབྲེལ་བ་ཞི་དྲག་མ་བརྒྱབ་པའི་ནས་ཨ་ལས་དེ་ལྟར་དྲག་ཤུགས་ཆེ་ཆུང་གི་བྱ་བཞག་བསམ་པོ་གཅིག་འགུར་བ

ཕོ་བ་ཡིག་རྒྱུགས་སུ་འདུག་གི་ཡིག་གང་བློ་དྲག་པོ་ཡོད་སྒྲ་ཤུགས་ཆེ་ཡོད་བོའོ་ཟིག་རོ་ཡིག་བློ་ཡོད་དུས་ང་ཚོ་ཡིག་བློ་ཡོད་དུས་དང་པོ་འདི་སྦྱོར་ཀློག་ལབ་དགོས་རེད་བ་བོའོ་དཀའ་ཨ་དཀའ་ལབ་དུས་བསམ་དང་མིང། སྔོན་འཇུག་ཁོ་རང་སྒྲ་དྲག་པ་རེད་མིང་གཞི་དེ་སྒྲ་དྲག་པོ་ཡིན་དུས་དཀའ་ཨ་ལབ་བསམ་སྒྲ་ཤུགས་ཆེན་པོ་ཞུ་ཐུབ་དགོས་རེད། བྱས་ཙང་གོ་བརྡ་གསལ་བས་དུ་འགོར་བྱས་ཙང་སྔོན་འཇུག་ལྔའི་ནང་ནས་ཕོ་བ་ཡིག་རེ་གདགས་སྟེ་སྔོན་འཇུག་ལྔ་ཡིས་བ་ཡིག་ཕོ་བ་སྔོན་འཇུག་ལྔ་ཡོད་པའི་ནང་ནས་བ་དེ་ཕོ་རེ་གདགས་གསུངས་པ་རེད། ཕོ་ཡིན་པའི་རྒྱུ་མཚན་ག་རེ་བགད་རྒྱག་ཡོད་འདོད་དུ་སྒྲ་ཤུགས་ཆེ་ཆུང་སྐད་ཅིག་ཤེས་དགོས་རེད། ད་བ་དེ་ཕོ་ཆགས་སུ་ན་ག་ད་གཉིས་དེ་མ་ནིང་རེ་གདགས་གསུངས་པ་རེད། ཕོ་ལས་ཐིམ་པོའི་སྒྲ་གཞན་པ་དེ་ལ་ཡང་མ་ནིང་ཟེར་གི་རེད།

སྒྲའི་སྐྱེ་གནས་བརྒྱད་ཡོད་རོགས་སྐྱེ་གནས་བརྒྱད་ཀྱི་ཐོག་ནས་ཅིག་སུས་སུའི་སྐྱེ་གནས་དེ་ཤུགས་ཆེན་པོ་ཁྱེད་བེད་སྤྱོད་བཏང་མ་རེད་ཆུ་ཆུ་བཏང་འགྲོ་ཞེ་སྡང་ངས་འདི་ཨ་ལས་ལོག་སྦྱོར་བརྒྱབ་ལོག་སྦྱོར་གར་ཆེན་བརྒྱབ་ཡིན་པ་ཟེར་ན་སྔོན་མཇུག་གི་རྟགས་དབྱེ་བ་དུ་ཡོད་དེ་སྔོན་མཇུག་གི་རྟགས་དབྱེ་བ་ག་ཚད་དུ་གཟིགས་ཤོག་སྔོན་མཇུག་སྔ་ནས་བ་ཡིག་ཕོག་གཅིག་བྱས་སྔོན་མཇུག་སྔ་ནས་བ་ཡིག་ཕོག་འདིར་ག་དེ་སྔོན་མཇུག་སྔ་ནས་བ་ཡིག་ཕོག་གཅིག་བྱས་ག་དེ་མ་ནིང་གཉིས་བྱས། ཏེ། ད་ལྟ་ཉིད་མ་ནིང་ཇི་ལྟར་བྱེད། ཨ་མོ་ཡིས་བྱེད་གསུམ་བྱེད་དེ། ཨ་མོ་ཡིས་བྱེད། ད་ལྟ་མ་ནིང་ཨ་མོ་ཡིས། མ་ནི་ཤིན་ཏུ་མོ་ཡིན་ནོ། ཏེ། ད་བཞི་ཡིག་འདོགས་ཏེ། མ་ནི་ཤིན་ཏུ་མོ་ཡིན་ནོ། ཨོ་ད་དེ། ད་དེ་ཅིག་སྙམ་དུ་རྗེས་ཟློས་སུ་ནས་ཏེ་སྙམ་དུ་ཡག་པོ་ཅིག་བསྲི་ཡ་སྟེ། སྔོན་འཇུག་ལྔ་ཡི་བ་ཡིག་ཕོ། ད་ལྟ་མ་ནིང་ཨ་མོ་ཡིས། མ་ནི་ཤིན་ཏུ་མོ་ཡིན་ནོ། ཏེ། ད་དེའི་ག་རེ་ཟེར་ན་སྔོན་འཇུག་རྟགས་དབྱེ་བ་དུ་ཡོད་དེ།

ཨོ། ག་ད་ཡིན་ན་དེ་ལས་སྒྲུབ་པར་གདའ། མ་ཡིན་ན་དེ་ལས་སྒྲུབ་པར་གདའ། མ་ཡིན་ན་དེ་ལས་སྒྲུབ་པར་གདའ་ཟེར་མི་ཆོག་ག་ར་ས་ག་ལ་རྒྱ་ཡ་དེ་འདྲའི་གལ་ཡོད་མ་རེད་ག་འཇུག་མ་འཇུག་རྒྱ་ཡ་དེ་འདྲའི། ང་ཚོའི་ཁྱིམ་ཚང་ཁ་འདྲ་པོ་ཅིག་རེད། ཁྱིམ་ཚང་ལྔ་བའི་སྤུ་གུ་གཅིག་ཡིན་ན་ཁོ་ལྔ་བ་རང་ལོག་རུ་མི་ཤིག་དྲུག་པོ་དུམ་བུ་དུ་བ་སྒྲུབ་ཀི་བསྡད་པ་ཡིན་ན་ཁོ་དེའི་ནང་ལ་ཡ། མཐུན་གི་མ་རེད་མ་མཐུན་པ་ཟིན་ན་ད་ཁོ་འགྲོ་མ་ཆོག་པར་རོ། ཐུགས་སུ་ཆུབ་སུ་འགྲོ་ཆོག་གི་རེད་ལ་མི་ཕིག་གི་ནང་ལ་ཁོ་ཁྱིམ་ཚང་ལྔ་བའི་ནང་ལ་བཞག་བཞག་འགྱོ་ཆོག་མ་རོ། ཨོ་ད་འདི་ནང་བཞིར་དེ་དེ་རྣམས་གང་ལ་གང་འཇུག་ནང་སོ་ད་དེ་རྣམས་སུ་དེ་རྣམས་ག་གི་ད་ད་གང་གི་ད་ག་ད་བ་མ་ཨ་དེ་དེ་དངོས་འཇུག་ང་དེ་སོ་དེ་དེ་རྣམས་དེ་ང་དེ་སོ་ད་ད་ག་རེ་ག་རེ་ལ་འཇུག་གི་རེད་གསུངས་པར་ད་དེ་དེ་རྣམས་གང་ལ་གང་འཇུག་ནང་སོ་ད་དེ་ག་རེ་ག་རེ་ལ་འཇུག་གི་རེད་ཟེར་ན་སོ་དེ་གང་ལ་གང་འཇུག་ནང་སོ།

དང་པོ་རང་ནས་རྫ་ལ་བཙུགས་མགྱོགས་མར་དེ་འདྲིལ། འདི་ལ་རང་མགོ་བརྒྱབ་སོང་ན་རྫ་ཆག་གི་རེད། སྔོན་ཆོག་བརྒྱབ་སོང་ན་རྫ་ཆག་གི་རེད། འདི་མི་ཤུགས་ཀྱིས་རྫ་རེད། ད་དེ་མ་ཀློག་བདེ་པོ་བཅས་བྱས་པ་ཡིན་ན་ཕུ་ཡི་བ་དེ་ཡི་གེ་ག་བ་དྲུག་རེད་ཡི་གེ་བཅུ་དྲུག་གོ་བ་དྲུག་རེད་ཟེར་ལབ་སོང་ན། ཕུ་ཡི་བ་ནི་སྟེ། ཕུ་ཡི་བ་ནི། ཀ་ཅི་རྟ། ཙ་ག་ང་ཆ། ཉ་ཐ་ན། ཚ་ཤ་ཟ་ར་ཤ་སར་བྱུགས། ཕུ་ཡི་བ་ནི་ཀ་ཅི་རྟ་ཙ་ག་ང་ཆ་ཉ་ཐ་ན་ཚ་ཤ་ཟ་ར་ཤ་སར་བྱུགས།

མ་ནིང་ཐ་ནི། མ་ནིང་ཐ་དེ་ག་བར་འདུག་རེད་ཡི་གེ་བཅུ་གཅིག་འདུག་དེ་བཟི་ཞོ། ག་འདྲེས་འདུག་དོ། ཀློག་སྟངས་དེ་ག་འདྲེར་འདུག། མ་ནིང་ཐ་ནི་ཅ་ད་ཙ་ཉ་ཐ་ན་ཤ་ཟ་ཡ་ཤ། སར་འཇུག་ལབ་ཤ་འདུག་རེད། དེ་གས་འདུག་རེད་གསུངས་པ་རེད་འཇུག་གི་རེད་གསུངས་རེད། མ་ནིང་ཐ་ནི། ཅ་ད་ཙ་ཉ་ཐ་ན་ཤ་ཟ་ཡ་ཤ། སར་འཇུག། ད་དེ་ནང་བཞིན་གྱི། མ་ནིང་ཐ་ཡིག་ནི། མ་ནིང་ཐ་ཡིག་དེ། མ་ནིང་ཐ་ཡིག་ནི་ཀ་པ་ག་པ་ང་མར་འཇུག་ཅེས་པ་རེད།

ཡོད་དོ། ད་དེ་ནས་མ་ནིང་ད་ཡིག་ནི་སྟེ། མ་ནིང་ད་ཡིག་ནི་ཀ་པ་ག་པ་ང་མར་འཇུག། ཀ་ལ་སྦྱར་བས་ན། དོའུ་ཀ་ཀ། དུ་བའི་བང་མཛོད་ཀ་ལས། དོའུ་ཀ་ཀ། ཀ་ལས་ཀ། དོའུ་ཀ་ར་དཀར་དཀར་པོ་སིན་འབྲི་རུ་བ། དོའུ་ཀ་ཡེ་དེ་རྒྱ་གྱི་བུ་ཀིལ་ལ་ཀིལ་ཏི་འདི་འབྲུ་གུ་རུ་བ། ཨོ་ད་དེ་ནང་བཞིན་པ་ར་ཇིལ་ཆ་ཤ་ན་དོའུ་པ་དེ་མོ་པེ། དོའུ་པ་ར་པར་འདི་འབྲུ་གུ་རུ་བ། ཨོ་ཡང་ད་དེ་ནང་བཞིན་གྱི།

ད། སྔོན་འཇུག་ལྔ་ཡི་བ་ཡིག་ཕོ། ལ་བུར་དང་པོ་སྟེ། སྔོན་འཇུག་ལྔ་ཡོད་རེད་དེ་གའི་ནང་ནས་བ་ཕོ་ཡིག་རེ་ད་སོ་རེད་སྔོན་འཇུག་ལྔ་ཡི་བ་ཡིག་ཕོ། ག་ད་མ་ནིང་སི་དེ་དང་ལྔ་དེའི་ནང་ནས་ག་ད་ད་དེ་གཉིས་དེ་མ་ནིང་རེ་ད་སོ་རེད། ག་ད་མ་ནིང་ཨ་མོ་ཡིག་སི་དེ་དང་ལི་ཡ་ཨ་དེ་མོ་རེ་ད་སོ་ག་ད་མ་ནིང་ཨ་མོ་ཡིག། མ་ནི་ཤིན་ཏུ་མོ་ཡིན་ནོ་སྟེ། མ་དེ་ཤིན་ཏུ་མོ་རེ་ད་སོ་སྒྲ་མདངས་ཀྱི་ཆ་ནས་ཤེས་དགོས་རེ་ད། ཡི་གེ་མིང་གཞིའི་ཡི་གེ་དེ་སྦྱར་ནས་ཀློག་ཡོང་དུས་སྒྲ་མདངས་ཀྱི་ཆ་ནས་ཤོད།

མ་ནིང་ད་ཡིག་ནི་ཀ་པ་ག་པ་ང་མར་འཇུག། མ་ནིང་ད་ཡིག་ནི་ཀ་པ་ག་པ་ང་མར་འཇུག། མོ་ཡེ་ཨ་ནི་ག་ཅེ་ཐ། བ་ཚ། བ་ཚ་ཁ་ཅེ་ཐ་བ་ཚར། ཤི་ནི་མོ་ཡི་མོ་ཡིག་ནི་ཁ་ཅེ་ཐ་ཚ་ཁ་ཅེ་ཐ། ཚ་ང་ཉ་ན་གནམ་ལ་འཇུག། ཨོ་དི་བའི་ལོ་ཏོག་ལ་བཏང་བྱ་རོ་ན་ཞོ་ཡིན་ཐུ་བྱེད་ཨ་ལེ་དི་རི་དི་རི་དེ་བྱེད་གི།